རྣམ་པ་གཉིས་ཀྱི་གསུང་བཤད་དེ་རྣམས་སུ་ད་མ་དག་ཏུ་མེད་ན། རྒན་གཅེན་པོ་བསྟན་འཛིན་ལགས། ད་འཆད་ཁྲིད་དེ་རྣམས་སུ་ད་རྒན་བསྟན་འཛིན་དག་ཏུ་མེད་ན། མ་གཞི་ད་ཅིག་ཆུ། སོ་སོའི་གི་ལག་ལེན། དོ་དམ་གི་ཉམས་མྱོང་དེ་ཕུན་སུམ་ཚོགས་ཡོད་མི་ཚད་ཀྱི་གཞུང་ལུགས་ཀྱི་ལ་ཁ་ནས་ད། རྣམ་པ་ལྷན་སྐྱེས་དག་ཐུབ་ན་ཞིག་གི་ད། ཕྱག་རྒྱའི་སྒྲ་སྒྲོས་ཡོད་མི་སུ་དང་ལ་དགོངས་ཀྱི། ཆེད་སྤྱོད་ཀྱི་གསུང་བཤད་དེ་ནང་དེ་ནི་ཐད་ཀར་གྱི་ཆུ་ད་ལྟ་གི་དབུས་ཁུལ་གྱི་སློབ་གསོ་རྨང་གཞིའི་སློབ་གསོ་དང་འབྲེལ་བ་ཡོད་འདུག་ད་དབུས་གཞི་དང་བཅས་ནས་མང་གསུང་བཤད་མི་འདུག་ལ། ད་ངས་འདི་ན་བཤད་ཀུན་ཏུ་མང་ཆེ་བ་གཙོ་བོ་དྲ་གྲོགས་དག་ཅིག་གིས་ད་ཤེས་རིག་གི་ལོ་རྒྱུས་ར་དེ་ནས་སློབ་གསོ་གི་འཕེལ་ཕྱོགས་ར་འདྲེན་འདྲེན་ནས་ད་རིང་གི་བསམ་གཞིགས་སྟབས་བདེ་ཙམ་ཞིག་འདི་ལྟ་བུ་ད། ཡང་འདི་ནང་ན་ཅིག་སློབ་གསོ་གི་གཞུང་ལུགས།

བྱེ་བྲག་གི་སློབ་གསོའི་གི་ལས་ཀ་གི་ཕན་ཆད་ནི་ཆེས་དམའ་ཐག་གི་ཅིག། ད་མིག་རྒྱང་རིང་བོ་ཟིག་ན་འདྲ་ང་ཅིག་དོན་དག་ཆི་ཟིག་ན་ར་ཅིག་ཆ་ཚང་གི་སྒོ་ནས་བསམ་གཞིག་གཏོང་ཐུབ་ཆོག་གི་ནུས་པ་དེ་དག་ངེས་པར་དུ་ལྷག་པར་དུ་དགེ་རྒན་ཟེར་བ་ཚོས་ཀྱིས་ན་དགོས་གི་འདུག་བསམ། ད་ཆོས་སྤྱིར་བཏང་གི་ཉིན་མང་ཆེ་བ་གི་བསམ་བློ་གཏོང་སྟངས་ཅི་རེད་ཟེར་ན། ད་ཁོ་ན་ཅིག་སྔོན་འགྲོའི་གི་སློབ་གསོ་འདྲ་འདྲ་ཡང་ན་ལོ་ཆུང། ཐ་ན་ཆེས་སློབ་འབྲིང་གི་དགེ་རྒན་མང་གི་ར། ད་ཆོས་ཅིག་སློབ་ཁྲིད་གི་ལ་ཀ་ནི་ནུས་བ་དེ་འཛོམས་སོང་མེད།

ཁོ་པར་དུ་ད་ལྟ་གི་དུས་རབས་གསར་བ་གི་སློབ་གསོའི་འདི་དག་མཚོན་གྱི་ན། ད་ཆུ་བོ་འགོག་གི་རེད་རང་གི་མིང་ཚུགས་གི་ཡང་ན་རང་ག་ཟླ་བ་ནུབ་གི་སློབ་གྲྭ་གི་ནང་ཁུལ་གི་དོན་དུ་ཁོ་ན་བསམ་བློ་དང་ནང་ཚུགས་ཀྱི་མི་འགྲིག། ད་ཁོང་ནི་རྒན་བསྟན་འཛིན་ག་ཚོད་འགོ་འདུག་ཆུ་ཚང་མ་གི་རང་ཉིད་སློབ་གསོ་བ་ཡིན་ནོ་ར། ཡང་ན་ཅིག་ཕྱི་སུ་གོ་འདུག་ད། ལས་རིགས་སོ་སོ་གི་ནང་ནས་ར། ཅིག་བླ་ཆེན་གི་ལས་རིགས་ཟིག་གི་ཉན་མཁན་གི་མྱི་ཟིག་ཡིན་ནོ་འདུག་འདི་ཤེས་ར་བསམ་བློ་དུ་སློབ་མའི་དུས་སུ་འགོ་ག།

དེ་ཁུལ་གྱི་ལས་སྒོར་ད་དུང་ད་ཐོག་མ་ད་གནས་ན་ཆུ་ཚོད་སྔོན་གྱི་ས་ཆ་ན་དུམ་བུ་རྩ་བ་ནས་ཡོད་མོད་ད་དཔེར་ན་ཚོད་མ་ཆུ་བཙོ་བྱེད་ཚོད་མ་ཆུ་ངལ་གསོ་སར་ཡང་ན་དཔེ་ཀློག་བྱེད་སར་གྱི་ཁོར་ཡུག་དེ་གཙོ་བོའི་འདྲ་འབྲུ་ཚོ་མེད་དེ་དེ་ལ་དུ་དོ་སྣང་བྱེད་ལ་ཆུ་མི་ཟ། རི་བཀྲ་ད་ཡང་ཆུ་ནང་ལོག་གི་དེ་སློབ་གྲྭ་ཆེ་ཁག་ཅིག་ཡག་ཤོས་ཀྱི་སྐོར་འདྲ་འདྲ་ཡང་ན་ཕྱི་ནང་གི་སློབ་གྲྭ་ཆེན་པོ་གཙོ་བོ་དེ་དང། ཁིར་གི་ཏེར་ཐ་ཐོའི་ལེའུ་ས་ཐོ་ད་དེའི་ནང་ནས་ད་ཁེར་ཐོག་གཉིས་ཐོག་གསུམ་ཐོག་ཅན་དགོས་པ་ཡིན་ཕྱིན་འདྲ་ད་ནི་ཁེར་ཐོག་གི་དེ་ནི་ཐད་སྐྱུར་གི་བཞི་ཚུལ་ནས་ཡང་ཚོང་ལས་ཉར་མཁན་གི་དུ་མོ་གཅིག་ཡོད་ཚིག་བརྒྱ་དུ་མོ་ཐུང་ད་གི་ཚོང་གྱི་ཁོངས་ནང་མང་ན་བོད་སྐྱ་ད་ས་ར་ཡོང་ནོ་ད་ཅན་གུ་ནང་འདྲེན་ལས་ཡོང་ནོ་ད་ནི་ཚོང་ཁང་འདྲ་འདྲ་ཞིག་ཡིན་ད་ནི་བར་མཚམས་བར་མཚམས་ན་ཡང་མ་ཤིག་འདུག་ས་དུ་མོ་ད་ནི་ཁུག་གི་དུ་མོ་ཟིག་ལ་ཞིག་ས་ན་ད་བརྒྱ་སྐྱེ་ནི་མང་ལ་ལས་གྱི་ཟིག་ད་ཞིག་ནི་ཐོ་བཙུག་ཁི་ཁ་ལས་ནི་པར་དང་ཟིག་ལ་ད་ལས་ཀ་ཚང་མ་ལག་འགྲུབ་མ་སོང་ཞིག་འདྲ་ཁི་ད་ཐོག་མ་ལེའུ་ས་ཐོ་ད་དུ་ཟིག་ཁི་བྱེད་རྒྱུ།

དོན་གྱི་ཞལ་ལུང་མ་ཕུལ་གསུང་དུ་མ་མཆི། ཤེས་རིག་ཏུ་རྒྱུན་འཛིན་སྒྲ་སེར་སྤྲོ་འཇུག་འདི་ལ། ཅེས་ཞུ་ཁུངས་འདི་ལྟ་བུ་ཟབ་མོ་ཆེ་ན། ཤེས་རིག་གི་རྒྱུན་འདི་ད་ལྟའི་བར་དུ་སྤྱིར་བཏང་གི་འཛམ་གླིང་ཐོག་ནས་ཤེས་རིག་གི་ལོ་རྒྱུས་དུ་ད་ཡོངས་གྲུབ་སུ་ལོ་ངོ་སྟོང་ཕྲག་ང་དྲུག་གི་སྲིད་པ་ལ་གི་མི་རིགས་ཀྱི་ལོ་རྒྱུས་འདིའི་ལོ་ངོ་སྟོང་ཕྲག་བདུན་དང་བརྒྱད་ཀྱི་ལོ་རྒྱུས་ལ་ཡོད་དུ་བརྩི་དགོས།

ངོ་མ་བྱས་ན་ཁོ་པར་དེ་འདྲའི་རྩོད་པ་ཚོ་ཤེས་རིག་རང་སྤེལ་གྱི་ལག་ཁ་མི་འདྲ་རྩོད་དགོས་ལ་ངོ་མ་ཁོ་ན་ཨ་མེ་རི་ཀ་གི་ད་ཡོད་ཧུན་ཐའི་ཏུང་གི་ཤེས་རིག་གི་གདོང་ཐུག་ཆེན་མོ་ཚོ་གི་རྩོམ་བསྲིངས་པའི་བཤད་བཤད་རྩོམ་འདྲ་ཁོས་ཆ་ལ་དར་མ་ལྔ་བཅུ་དེ་ཡིན་རྒྱུ་ན་འགྲོ་ལོ་རུ་དེའི་ཉི་ཤུ་གི་ལོ་རུ་རྒྱ་གཅིག་གི་ཆེད་སྐབས་དེ་དེ་གི་ཞིབ་འཇུག་ཡིན་ད་ལྟ་འདི་ལ་མང་ཆེ་བ་ཚོ་དེའི་ལམ་དུ་རྒྱུགས་དང་ཤེས་རིག་གི་ནང་གི་འདྲ་རྩོད་འདྲ་གདོང་ཐུག་ནི་སུའུ་གཅིག་རེད་ཉམས་འགྲིག་རེད་ཡོང་ཆུ་ལོག་གི་རེད་འདི་ལ་ཧོན་ཏུ་ཞིག་ལ་ཧ་ཅང་གལ་ཆེན་གི་རེད་དེ་ཚོ་དགོས་པ་ད་ལྟ་ལྟ་བསམ་ན་ད་འཕེལ་རྒྱས་དགོས་ན་འདྲ་རྩོད་མེད་ན་འཕེལ་རྒྱས་མི་འབྱུང་དེ་དང་ཐོག་ཆེན་སློབ་གསོ་འདིར་འདིའི་ཕྱོགས་གཏང་ཆོག་འཕེལ་རྒྱས་ཁོ་ན་ཡིན་ནམ་ད་རིང་གི་སློབ་མ་དེ་ལ་འགྲན་རྩོད་ཀྱི་ནུས་བ་ཡོད་མེད་ངེས་ཟིག་གཏོང་རྒྱུ་དེ་ཧ་ཅང་གི་གལ་ཆེན་རེད་ལ་དེ་དང་ཐོག་འགྲན་རྩོད་དང་འཕེལ་རྒྱས་འདི་མ་བྱས་ཀྱི་དུས་རབས་ཀྱི་འགྲོ་ཕྱོགས་ཡིན་པ་དེ་བཞིན་དུ་ང་ཚོས་ལྟ་བ་ཚུལ་མིན་ན་རེད་སློབ་གསོའི་གཉེར་འགོ་ཁྲིད་སྟངས་འདི་གཉིས་ཀ་གཞིར་བསམ་ཟིན་རྒྱུ་དེ་ཧ་ཅང་གལ་ཆེན་རེད་བསམ། དེ་བཞིན་དུ་འདི་གའི་འགྲན་རྩོད་ཟེར་དགོས་ནི་རེད་ད་གསེར་སྟོད་ནུས་བ་གྱི་འགྲན་རྩོད་རེད་གཞན་པ་མ་དཔེར་ན་རྒྱལ་བོའི་འགྲན་རྩོད་དུ་མ་རེད། བར་འགྱུར་ཉེ་རྒྱུ་དེར་ཉེ་བ་དང་ཉེ་བ་དེ་ཆུ་ཟེར་གཏུག་གི་ཉེ་བ་དེ་མེད་ན་བར་འགྱུར་དེ་མྱུར་མཚམས་འགྱུར། ད་ལྟ་ད་སོང་ཁུ་སྦིར་དུ་ཆ་འཕྲིན་གྱི་རྒྱུད་རིམ་འདི་ལ་ཆུ་ད་ནི་འཛམ་གླིང་གི་ཤེས་རིག་གི་ལོ་རྒྱུས་འདི་རིམ་པ་བཞིའི་མ་ལ་བརྒྱུད་ཡོང་ད་ལྟ་ཡང་ཆ་འཕྲིན་གྱི་དུས་རབས་ཐོག་འདི་ཡང་ན་སྐྱེ་ཁམས་ཀྱི་དུས་རབས་ཡིན་སྐད་ཟེར་དགོས་པ་ན་ཆ་འཕྲིན་གྱི་དུས་རབས་འདི་ཁུ་སྦིར་དུ་ཟེར་གཏུག་ཉེ་བ་འདི་མུ་མཐུད་དུ་འདིའི་ལ་ཁ་བའི་འགྲན་རྩོད་དེ་ད་ནི་ཛ་དྲག་གི་ཆུ་ཆུ་དཔེ་གཅིག་རེད། དེ་བཞིན་དུ་འཕེལ་རྒྱས་དེ་ཟེར་གཏུག་ཉེ་བ་ཡོང་ནུབ་ཀྱི་འཇོན་ཐང་གི་མི་སྣ་འདི་ལ་བརྟེན་བྱུང་ཡོད།

དེའི་ནང་དུ་རུ་སྟོན་ལ་ཁ་ནས་འཇིག་རྟེན་མི་ཆོས་དོན་གཉེར་གྱི་སློབ་གསོ་ཟེར་རེད་ད་རྒན་གསུམ་ཚེ་རིང་གི་མགལ་ན་ཧུ་ཅག་ཅག་གིས་སློབ་གསོ་བྱེད་ཀྱི་ཡོད་པ་ད་ཡིན་རྒྱུ་ལ་ཆོས་དར་གོ་རྒྱུ་ལྟ་བུ་རེད་འཛམ་གླིང་མི་སྣ་ཚང་མ་གི་འགྲོ་སྟངས་ལམ་གཙོ་བོ་ལམ་ཁ་དེ་རེད་དེའི་ནང་དུ་འདི་ངེས་པར་དུ་ཁྱེད་དགོས་གི་ཁ་ཕྱོགས་གཙོ་བོ་དེ་རེད། དེ་བཞིན་དེ་ན་སློབ་གསོ་དེ་ཐེར་ཐུག་གིས་བྱེད་ལ་སོང་ན་ད་གཙོ་བོ་སློབ་གསོ་དོ་དམ་པ་གི་སློབ་སྒྲུབ་གི་རིགས་ལམ་འདྲ་སློབ་གསོ་སློབ་ཁྲིད་པ་གི་སློབ་གསོ་གི་ཐབས་ལམ་འདྲ་ཡོད་གལ་ཆེན་ད་ང་རང་གི་མཐོང་རྒྱ་ན། ཨ་ཏི་དེ་རང་འདིར་གཅིག་པུ་རྣམ་པ་ལན་གཅིག་དག་ཐུག་ན་བར་ཆད་ཚང་མ་ཐུགས་སུ་དུ་དམ་པ་གི་སྐུ་རུ་ལ་དེ་དང་ཐ་དུ་དམ་གི་སློབ་ཕྲུག་གི་རིགས་དང་འདི་དག་ཧ་ཅིང་གི་གལ་ཆེན་རེད་ངོ་མ་བཤད་ན་ད་ཆུ་དགེ་རྒན་སློབ་གྲྭ་ས་ཚུགས་ཀྱི་ན་ཚང་མ་ཐུན་མོང་གི་ཚོགས་སྡེ་གཅིག་རེད་ཐུན་མོང་གི་ཚོགས་སྡེ་དེ་ལ་སྡེ་གཅིག་ལ་དབུ་ཁྲིད་གནུག་གི་མི་སྣ་ཟུག་གི་དབུ་ཁྲིད་ཡིན་གནུག་གི་མི་སྣ་དེ་ལ་སློབ་ཕྲུག་གི་རིགས་ལམ་རྒྱང་ཐོག་པ་ར་ཆ་ཚང་དུ་མི་སོང་ལྷག་དུ།

ད་བྱས་བྲག་གི་སློབ་གསོ་སློབ་ཁྲིད་ཀྱི་སློབ་གསོ་གི་ཐབས་ལམ་འདི་ནི་འདི་ཉིད་ལ་བརྟེན་ནས་ད་གཟོད་སློབ་གསོ་དེ་གཉེར་དགོས་ངེས་དང་ཟེར། ད་གཞུང་གི་འདི་སྤྱིར་བཏང་གི་ཆེད་བོད་ཀྱི་ས་ཆ་གི་སློབ་གསོ་འདི་ཨ་ཆོས་ངེས་འཛིན་བྱེད་སྟངས་ལ་དགའ་ནས། ངས་འདང་བརྒྱབ་ན་གཞུང་དངུལ་དང་ཁྲལ་དངུལ་འདི་གཉིས་ཀ་ནི་བསམ་བློའི་ཐོག་ན་ད་ཆ་ཚང་རེད་བསམ། ཨ་ཆོས་ཚང་ཚང་མ་ནཱ་ག་ཤེ་ཡ་འདང་བརྒྱབ་དང་ནཱ་ག་ཤེ་ཡ་ཁ་ཡ་མེད་ཀ། བོད་གཞུང་ཕྱི་ནང་འདི་ར་ཞིག་གོ་ནི། གཅིག་ལྟར་གྱི་གཞུང་ངོས་ནས་རྒྱལ་ཁབ་སོ་སོའི་ཡན་ལག་ཅིག་ཡིན་པ། མ་གཞི་ཁག་གི་སྒྲོམ་གཞི་གི་ལག་ཁང་ལ་བལྟས་སོང་ན་རྒྱལ་ཁབ་ཀྱི་སོ་སོའི་གྱི་ཧྲིལ་བོ་དེའི་ནང་གི་ཆ་ཤས་ཟེར་རོ། དེའི་ཡན་ལག་ཟེར་རོ། དེ་གཞུང་གཞུང་ངོས་ནས་བཤད་ཆོག། གྲལ་ངོས་ནས་བལྟས་སོང་ན་རང་གི་ཁྱད་ཆོས་ཡོད་ནོ་གི། དམིགས་བསལ་གྱི་སློབ་གསོ་ཟེར་ར་རེད། རང་གི་ཁྱད་ཆོས་དེ་ཀུན་རེད། སློབ་གསོ་ཚང་མ་གཅིག་པ་ཞིག་ཀྱང་བརྒྱ་ཆ་ཡོད་ཅིག་ཡིན་ནོ་ན་ནང་དོན་མེད་གི། འདི་ཚང་མ་ཞིག་ས་ཁུལ་གཅིག་དང་མི་རིགས་གཅིག་ཡང་ན་ཚོ་སྡེ་གཅིག་གམ་གྱི་ད་གི་འདྲ་མཐུན་གྱི་མི་སྣ་སྐྱེ་སངས་ཡོད་ཀུན་ནོ་དེ་ལྟ་བུ་ཞིག་མ་རེད།

དེ་ནས་ད་ང་རང་གི་རྣམ་འཇགས་སུ་ལྟར་ན་ཡང་དག་པའི་སློབ་གསོ་གི་བསམ་བློ་ཟེར་བ་ལ་གང་འདྲ་ཟེར་གོ་བ་ལོན་ན་འགྲིག་གི། དེ་ནས་དེང་རབས་སློབ་གསོ་གི་དམིགས་འབེན་གཙོ་བོ་དེ་གང་ཞིག་ན་འཚམ་མོད། དེ་ནས་ད་དེང་རབས་ཀྱི་སློབ་གསོ་གཉེར་སྟངས་བྱེ་བྲག་གི་སྐབས་འགའ་ལ་ཡོང་དོན་ད་ཅིག་སྟབས་བདེ་གི་ངང་ནང་དོན་ནི་ལྔ་ཡོད། ད་ལྟ་བུ་རྒྱ་ཁབ་ཀྱི་སློབ་གསོ་གི་ཁ་ཕྱོགས་འདི་ཞིག་ད་ཁ་ཕྱོགས་འདི་གཅིག་དགོས་ན་བཅུ་རྒྱ་ཁབ་ཀྱི་སློབ་གསོ་གི་ཁ་ཕྱོགས་ཁྲོད་ཕན་ནུས་རབ་བྱུང། འཛམ་གླིང་གི་སློབ་གསོ་གི་འཕེལ་འགྱུར་གྱི་ཁ་ཕྱོགས་ད་གཅིག་དགོས།

འཛམ་གླིང་གི་སློབ་གསོའི་ལོ་རྒྱུས། ཀྲུང་གོའི་སློབ་གསོའི་ལོ་རྒྱུས། ཝེ་རིམ་གྱི་སློབ་གསོའི་ལོ་རྒྱུས། འདི་ཐམས་ཅད་སྐོར་ཤེས་ན་ད་ལྟ་གཟོད་རིམ་གྲོའི་མ་འོངས་བར་གྱི་ལམ་ཁ་དེ་ཚད་གཞི་གཉིས་འཛིན་ཚ་བོ་ཞིག་ཡོང་གི་རེད་དེ། དེ་ནི་འཛམ་གླིང་གི་སློབ་གསོའི་འཕེལ་རིམ་འདི་ཁ་ཕྱོགས་འདི་སྐྱེ་བོ་འདིས་ཤེས་རྟོགས་དགོས་ནུས་པ་དང། ད་རྒྱལ་ཁབ་སློབ་གསོའི་རྩ་བའི་སྒྲོམ་གཞི་གང་འདྲ་ཟིན་ཡོད། ཅིའི་ཕྱིར་ཏང་གིས་ད་སློབ་གསོའི་ཆོས་དད་འདིའི་སྐོར་ནས་ད་རུང་ཤེས་བྱ་ཚིག་གི་ཆ་ཚང་ཡོད་ཅེ་ན། སྤྱིར་བཏང་གི་དགེ་རྒན་མང་གི་འདིའི་སྐོར་དུ་དེ་ལ་ཁ་གཡར་ཡོད་པ་རེད། ཁོ་ཡང་སློབ་གསོའི་སྐོར་གྱི་རྒྱལ་ཁབ་ཀྱི་སློབ་གསོའི་རྩ་ཡིག་སྒྲོམ་གཞི་ཆེ་ཆེ་རག་པའི་སྣ་མང་ཞིག་ག་དེ་རུ་ལན་འདེབས་མི་ཐུབ་མོད། དཀོན་མཆོག་ཀྱིས་ན་ད་གི་རྒྱལ་ཁབ་ཀྱི་སློབ་གསོའི་ཕྱོགས་ནས་གཟི་བརྗིད་གང་གང་ཟིག་བཏོན་མྱོང་ནས་ད་ལྟའི་བར་དུ་འགྱུར་ལྡོག་ཆེན་པོ་གང་གང་ཟིག་བྱུང་མྱོང་ནས། འོན་ཀྱང་ན་ནིང་ད་ལོའི་དགུ་བར་འདི་ལ་གཟི་བརྗིད་སྒྲིག་སྲོལ་གྱི་སྐོར་ཡང་ན་སློབ་གསོའི་སྐོར་ནས་གང་གང་ཟིག་བཏོན་ཡོད་ཟིག་ན་དེ་དོ་དམ་བྱེད་མཁན་གྱིས་དོན་དག་ནི་མ་རྩ་ང་རང་གིས་དོན་དག་མ་རེད་དོ་ཁྲིད་བྱེད་མཁན་གྱི་དགེ་རྒན་མང་ལ་བལྟས་གནང་ཡག་འདུག་ག་དེ་ཡི་སྟངས་དེ་བྱུང་ཁྲིག་མེད་གི་ཟིག་ངེས་ཤེས་གང།

ད་འདི་དག་ཆེས་ལྷོད་ཁྲོད་ཡིན་ན་རང་འདྲ་དོན་གཅོད་ཡིན་ན་ར་ཆོག་གི་རིག་གནས་རྒྱུན་འཛིན་འདྲ་ཟེར་དོན་ནི་ཚང་མ་ད་དགེ་རྒན་གྱི་ཐོག་ན་ལྷག་པར་ད་མང་གཞི་སློབ་གསོའི་སྐབས་འདི་དག་ད་མང་གཞི་ན་ཚང་མ་གི་དགེ་རྒན་དེ་དེའི་ད་མོའི་སྐབས་འདི་འགྱུར་ལྡོག་གཏོང་དགོས་ན་ར་འདིར་གཏོང་དགེ་རྒན་རང་སྟེང་ན་འགྱུར་ལྡོག་གཏོང་རྒྱུ་ད་ང་ཅི་ནས་གལ་ཆེ་ན་ད་འདི་ད་མང་གཞི་གི་སློབ་གསོ་དེ་མི་གཞི་བཅས་ཚང་ན་འཇོན་ཉིན་མགོ་འདོན་དགོས་དགོས་རེད་ཡིན་པ་འདིར།

དེ་བྱས་ན་དང་དུ་ཞེས་གྲགས་མ་བྱས་ནས་སོང་ན་གཅིག་ནི་ཟེར་སྟོད་ལ་དེ་ན་གསེར་རྙེད་ཀ་བྱེད་ཡོད། འདི་དེའི་སློབ་གསོ་གི་སྐོར་གྱི་རིགས་ལམ་གྱི་སྐོར་ཞིབ་འཇུག་བྱེད་མཁན་གྱི་མི་ལྔ་གིས་འདིའི་སྐོར་བརྡ་སྤྲོད་གནང་ཡོད་པས་དེའི་སྐོར་ཞིབ་འཇུག་ཡོད་པ། སློབ་གསོ་གི་གོ་རིམ་གྱི་ཁྲོད་ནས་དགེ་རྒན་ཐམས་ཅད་ཕུགས་ཀྱི་སློབ་མ་རྣམས་ཀྱི་གསེར་རྙེད་ཀྱི་ནུས་པ་གསོ་སྐྱོང་དེ་དག་ཧ་ཅང་གལ་ཆེན་པོ་རེད། དེ་ཟེར་སྟོད་སོགས་ནི་གསེར་རྙེད་ཀྱི་ནུས་པ་ཁྱད་པར་ཡོད་དགོས། ཟེར་སྟོད་ཀྱི་དུ་ད་དོན་དག་ཆེ་ཟེར་མ་ཤེས་ན།

འདི་ལྟར་ལྷོ་སོག་གི་ཁ་ཕྱོགས་ར་ལྷོ་སོག་གི་གནད་དོན་གང་གང་ཟིག་ཐག་གིས་གཅོད་དགོས་ནོ་འདི་སྐོར་དེ་ད་ངོ་མ་ལྟ་ཚུལ་ར་བཏོན་པ་ཟིག་བྱུང་དགོས་དེ་ལས་ཀྱི་ནུས་པ་ལག་ལེན་འདྲ་སྣ་ཚོགས་ཟིག་བྱུང་ཚུལ་ར་ད་དེང་སང་ལྷོ་སོག་གི་གནད་གཙོ་བོ་ཟིག་ངས་སེམས་ལ་ད་གང་རེད་ཟེར་ན་ལྷོ་སོག་འདི་རིག་གནས་ཀྱི་ཁྱབ་ཁོངས་ནས་གོ་ལ་ནས་ཡིན་པ་རེད།

འདི་ཡིན་ན་འདི་ཙམ་མི་འདུག་ད་འདིའི་སྐོར་དེ་ཕྱིའི་སློབ་གསོའི་བྱེད་སྒྲུབ་ཀྱི་སྒྲུབ་ཕུགས་བྲིས་ན་དོན་དག་ཆེའུ་དེའི་སྐོར་དེ་བསམ་བློ་མ་བཏང་ན་ད་འདི་མི་ཤེས་རུང་ང་ཡིན་ན་ཤེས་རིག་འོག་ནས་ཤོང་མི་ཐུབ། དེ་དང་ད་འདི་ས་ཁུལ་མ་འདྲ་བར་མི་རིགས་མི་འདྲ་བ་ཡོད་ན་རྒྱལ་ཁབ་མི་འདྲ་བ་ཚོགས་སྡེ་མི་འདྲ་བ་ལ་སོ་སོའི་གི་རིག་གནས་ཀྱི་ཁྱིམ་ར་དུ་བྲིས་ཡོད་དེ་འདི་ཚང་མ་ཁས་ལེན་གི་རང་རེད། ད་ཕྱིའི་སྲིད་སྐྱོང་ཧྲུའུ་ཅི་ཀྲུང་ཀྲུང་ཧྲ་ཡེ་ཤེས་ཟེར་དེ་བ་བྱེད་ཀྱི་རེད་དགོས་ན་ཁྱད་པར་རང་བཞིན་དེ་ན་ཁས་ལེན་དགོས། སློབ་གསོའི་སྒྲིག་བཀོད་ཐ་དོད་ལ་འདས་ན་དོ་སྣང་ཡོད་དགོས། སློབ་གསོ་གི་སྣ་མང་རང་བཞིན་ཚད་དོ་ན་འདྲ་མཉམ་རང་བཞིན།

ཤེས་རིག་གི་ནང་ན་འཕེལ་རྒྱས་ཡོ་བྱད་ཀུ་ཀུར་དུ་མ་ཐུབ་དེ་ར་བ་མ་རེད། དེ་བཞིན་དུ་བསམ་བློ་གི་ཆ་དུ་ཚིག་གི་གི་ཆིག་ལ། ཤེས་རིག་ཚིག་ཕུ་ལྟ་སོགས། དེ་ལྟ་བུ་ལ་ཤེས་རིག་གི་ཁྱིམ་དུ་འཇགས་དགོས་དུས་སུ་ཤེས་རིག་ཁྱིམ་དུ། ཤེས་རིག་ཤེས་རིག་གི་ཁྱིམ་དུ་ནང་དུ་བསམ་བློ་དུ་མ་རིག་ཟེར་སོང་ན་མ་རིག་དེ་གི་བསམ་བློ་གི་རིང་ཐུང་གི་མ་ལག་འདི་ཐམས་ཅད་པོ་ནང་འཛོམས་མི་ད་གོ། ཤེས་རིག་དང་རིག་གནས་ཀྱི་མཛེས་དཔྱོད་འདི་ད་ལག་ལེན་གི་གོ་རིམ་ཟིག་ཡིན་པ་དུ།